ཨ་རིའི་གྲོས་ཚོགས་འོག་མའི་ནང་ལ་བོད་དོན་དང་འབྲེལ་བའི་གྲོས་འཆར་ཞིག་འདོན་གནང་ཡོད་པའི་སྐོར་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་དང་ལས་རིམ་གཙོ་སྐྱོང་ནང་འགན་ཀམ་རྒྱ་མཚོ་ལགས་འོག་ལ་གཤམ་ལ་ཐད་ཀར་གླེང་མོལ་གནང་གི་རེད། ཀམ་ལགས་ལས་རིམ་གཙོ་གནང་རོགས་གནང། ཆེ་མི་ལགས་ཐུགས་ཆེ་ན་ང་ཀམ་རྒྱ་མཚོ་གཉིས་ད་ལྟ་གོང་དུ་ཞུ་བ་ཞིག་གསུང་གི་ཡོད་དེ་རིང་ལས་རིམ་འདིའི་ཐོག་ལ་ཡང་ངེད་ཅག་རང་ཡེ་ནས་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ཡོད་བོད་དོན་དང་འབྲེལ་བའི་ད་ལྟ་གོང་དུ་ཞུ་བ་ཞིག་གསུང་གི་གྲོས་འཆར་ཅིག་བཏོན་གནང་རེད་དེ་གི་ནང་དོན་དང་རྒྱབ་ལྗོངས་ཀི་གནས་སྟངས་དང་འབྲེལ་ཡོད་གནས་ཚུལ་ཁག་ཅིག་སྐོར་ལ་ཡང།

སྐོར་སྐྱོད་བྲོ་བ་ལ་སོགས་པའི་ཐོག་ལ་ཡང་དམ་དྲག་ཧ་ཅང་ཆེན་པོ་ཡོང་རེས་དེ་གིས་རྒྱལ་ཁབ་གཉིས་ལ་ཡང་རྒྱ་ནག་སྤྱི་དང་ཨ་རིག་ལ་ཕན་ཚུན་གྱི་འབྲེལ་ལམ་མི་བསྐྱོད་བར་ཨ་མི་རི་ཀའི་དཔོན་རིགས་དེ་མི་རྣམས་ཕེབས་ཀྱི་ཡོད་རེད་རྒྱ་ནག་སྤྱི་དང་ཨ་མི་སྐབས་རེ་སྐབས་རེ་ས་ཆ་ཁུག་རྒྱོ་བོད་ས་ལྟ་བུ་ལ་ཡང་ད་ཨ་མི་རི་ཀའི་ནང་ལ་ཡིན་ན་ཨེ་ནི་ཡང་རྒྱ་བའི་རྒྱ་ནག་གི་དཔོན་རིགས་དང་སོགས་པ་ཚོང་པ་ལ་སོགས་པ་ས་འགོ་བ་སོགས་པ་དང་གུ་ཡངས་ཆེན་པོའི་ཐོག་ལ་བཏང་གི་ཡོད་ས་ད་ལྟ་གི་རྒྱབ་ལྗོངས་གི་གནས་ཚུལ་དེ་འདྲའི་ཐོག་ནས་ད་དེའི་དཀའ་ངལ་ཆེན་པོ་འཕྲད་ཡིན་ཙང་དེའི་སེལ་ཐབས་ཐད་ལ་ཡང་ད་ནི་གྲོས་ཚོགས་ནས

ཨ་མི་རི་ཀའི་འཛིན་སྐྱོང་དང། གྲོས་ཚོགས་ནས་ད་བོད་ཀྱི་གནད་དོན་དུ་ལ་མདུན་སྐྱོད་བྱེད་ཡ་ལ་ཐབས་ལམ་སྣ་ཚོགས་འཚལ་གནང་མཁན་ཅིག་གྲོས་ཚོགས་འཐུས་མི་ཆགས་ཡོད་རེད། འདིའི་གཞི་རྩའི་ཁོ་ན་ཚོ་དགོངས་པ་ཡིན་དུས་དུས་རྣམ་པ་ཀུན་ཏུ་ད་བོད་པའི་གནད་དོན་ཐོག་ལ་ག་རེ་བྱེད་དགོས་ཀྱི་མེད་ཁོང་ཚོ་ཅིག་དགོངས་པ་བཞེས་པའི་གྲུབ་འབྲས་སོགས་ཅིག་ཆགས་ཡོད་རེད། གཉིས་པ་འདི་ལ་བོད་ནང་གི་གནས་སྟངས་འདི་ཇེ་སྡུག་ཏུ་འགྲོ་གི་ཡོད་དུས།

ཨ་རིའི་སྤྱི་ཚོགས་ནང་གླེང་མོལ་དེ་མང་པོ་ཡོད་རུང་རྒྱ་ནག་གི་སྔོན་ཕྱོགས་ནས་དེ་ཅིག་གསར་འགོད་པ་ཡིན་ནའི་རེ་ཞུ་ལས་ཀྱི་ཡོད་ནའི་ཁོང་ཚོའི་ཡུལ་ཡང་ལྷག་པ་དཔེར་ན་ང་ཚོས་ཅིག་བོད་དང་འབྲེལ་བ་ཆགས་བྱས་པས་ན་རྒྱ་ནག་གི་རིམ་པ་སྣ་ཚོགས་ཀྱི་ལས་བྱེད་དེ་ཚོ་ཡོང་ཨ་མི་རི་ཀའི་སློབ་གྲྭ་རེད་ཅིག་ས་ཆ་ག་པར་ཕྱིན་ཅིག་བོད་ཀྱི་གནད་དོན་ཐོག་ལ་ཁོ་ནག་ཚོས་རང་སྣང་བ་གང་དྲན་གྱི་གཏམ་བཤད་བྱེད་ཡ་གོ་སྐབས་རག་བས་གང་ཞིག་ལ་ཕ་ཕྱོགས་དེ་ལ་ཨ་མི་རི་ཀའི་གཞུང་གི་ལས་བྱེད་དེ་ཚོས་དཔེར་ན་ད་ད་ལྟའི་གྲོས་ཆོད་གྲོས་འཆར་འདི་ནང་ལ་ཅིག་གསལ་ཡོད། ཨ་རིའི་མི་སེར་དེ་འདྲས་ཅིག་ཕར

མཐུན་རྐྱེན་སྤྲོད་ལ་སོགས་དང་རྒྱལ་སྤྱིའི་བོད་དོན་ལས་ཁང་གི་ནང་བཤད་ཆེ་ས་འགའི་སྐར་མཚམས་འདི་དུས་ཞུ་འདོད་བྱུང། བྱས་ན། གལ་ཆེ་ས་ལ་དེ་གནས་ཚུལ་ཡོད་དེ། ཁར་ས་ཁ་ཐུག་རུ་ཡ་ཁོ་རང་རང་གི་ས་གནས་རང་གི་བོད་མི་ཚོའི་ཤུགས་རྐྱེན་འོག་ལ་ཡ་ད་རིང་སླེབས་ལ་ཡ་ངོ་རྫུན་ཞུ་ན་འགྲིག་གི་རེད་པས་གྲོས་བྱས་ན། དེ་འགྲིག་གི་རེད།
དེའི་ཕྱིར་ཨ་རིའི་ཆབ་སྲིད་ཀྱི་འགྲོ་ལུགས་ཐོག་ནས་གནད་འགག་ཆེན་པོ་ཆགས་ཏེ། འདས་པའི་ལོ་བཅུ་ཕྲག་རིང་ནང་ལ་ཨ་མི་རི་ཀའི་ནང་ལ་བོད་པའི་མི་འབོར་དེ་ག་ལ་གང་འཚམས་མང་རུ་ཕྱིན་ཡོད་རེད། དེ་དང་མཉམ་དུ་བོད་མི།

ད་ལྟའི་གྲོས་ཆོད་གྲོས་འཆར་འདི་དང་འདྲ་བའི་ད་དེ་སྔའི་ཨ་རིའི་གྲོས་ཚོགས་ཀྱི་ལས་གཞི་རྣམས་ཚང་མ་ཨ་རིའི་གྲོས་ཚོགས་ཁོ་ནར་འཛུགས་ཀྱི་འདི་ལས་གཞི་ཆགས་འགྲོ་གི་རེད། འདི་ཁྲིམས་དང་འགྲོ་ལུགས་ཐོག་ནས་ཨ་རིའི་གྲོས་ཚོགས་ཁོ་ནར་འཐུས་མི་གཙོས་ཀྱི་ཐུགས་ཁུར་བྱས་པ་དག་འདི་གཙོ་བོ་ཆགས་བསྡད་ཡོད་རེད། དེ་དང་མཉམ་དུ་ཡང་དཔེར་ན་ཨ་མི་རི་ཀའི་འགྲོ་ལུགས་ཐོག་ནས་ང་ཚོའི་སྒྲིག་འཛུགས་དང་འདྲ་བའི་ཨ་རིའི་གཞིས་བཞུགས་འཛིན་མ་ཡིན་པའི་ཚོགས་པ། ནས། སོ་སོའི་གི་ཐུགས་སྣང་ཡོད་པའི་གནས་ཚུལ་གང་ཞིག་ལ་གྲོས་ཚོགས་འཐུས་མི་བདུན་ལས་བསྐྱལ་གནང་བ་དེ་དང་མཉམ་དུ་ཡིག་ཆ་སོགས་རོ་གཅིག་ངོ་སྤྲོད་ཞུ་ཡ་དེ། འགྲོ་ལུགས་ཐོག་ནས་གླས་ཏེ་འོར་འདི་ཚོའི་ཐོག་ལ་ང་ཚོའི་ལས་ཁུངས་གི་གཅིག་མཐུན་འགྱུར་ཞུ། ད་ལོའི། དཔེར་ན། ཞུ་གཏུག་ཉིན་ཆ་བཞག་པའི་ན་གནད་དོན་འདི། འབོད་སྐུལ་ཞུ་ཡ་གི་ཆ་ཤས་གཅིག་ཆགས་ཏེ། དེ་ནས་བཟུང་ལ་ད་རིང་དཔེར་ན་གྲོས་ཆོད་དེ་ཡོང་ཡ་གི་རྒྱུ་རྐྱེན་ལ་སམ་སྟབས་མི་དགའ་བ་ཡོད་ཨ་མི་རི་ཀའི་ངོས་ནས

ད་འདི་གོང་དུ་ཀ་ན་མི་ཞིག་ཨ་རིའི་མི་སེར་ཡིན་པ་བོད་མི་ཚོས་རྒྱ་ནག་གཞུང་ཚབ་ནང་ལ་ཅིག་བོད་སྐྱོད་འདོད་ཡོད་པའི་ཆོག་མཆན་ཞུ་དཀའི་སྐབས་ལ། ཨ་རིའི་མི་སེར་གཞན་དང་མ་འདྲ་བར་མི་རིགས་དབྱེ་འབྱེད་ཀྱི་སྲིད་བྱུས་ཀྱི་ཆེད་དུ་གཞུང་ཚབ་རྒྱ་ནག་གཞུང་ཚབ་ཀྱིས་བོད་མི་ཚོ་ལ་ཡང་འཐབ་ཕྱོགས་གཅིག་གྱུར་གྱི་ལས་བྱེད་ཚོ་ལ་ཕག་བཏང་བྱས་ཏེ་དྲི་གཞི་མང་པོ་ཞིབ་བོ་བཤད་ཅིག་མང་པོ་ཅི་ལ་ཐུག་མཐོང་མཆན་ཅིག་མ་རག་མ་རག་ཡ་གནད་དོན་འདི་འདྲ་ཆགས་འདུག་ད་དེ་ཚོ

ཨ་རིའི་མི་མང་དང་ཨ་རིའི་མི་སེར་གྱི་ཐོབ་ཐང་ཐོག་ལ་ཅིག་གསུངས་གནང་དགོས་རེད་བ། དེ་ད་ལོ་ཨ་མི་རི་ཀའི་ནང་ལ་ཡང་འོས་བསྡུའི་གི་ལོ་ཅིག་རེད། དེ་ཡིན་དུས་གྲོས་ཚོགས་འཐུས་མི་ཁོ་ན་ཚོ་དུས་ཚོད་མང་པོ་ཅིག་སོ་སོའི་འོས་བསྡུའི་ཐོག་ལ་ཅིག་ཡང་བསྐྱར་བཞང་ཐུག་ཡག་གི་ལས་འགུལ་ཕལ་ཡག་ཅིག་གྲོས་ཚོགས་རང་འཛོམས་ག་ཚོད་ཐུག་མ་ཐུག་ཁོའི་གནས་ཚུལ་ལས་ཅིག་ལ་རག་ལས་གི་རེད་གལ་ཏེ་དེ་གྲོས་ཚོགས་འོག་མའི་གི་ཅིག་ཚོགས་ཁང་རང་ནང་ལ

ཕྱག་ལས་གནང་ཕྱོགས་དེ་ལས་ར་ལེགས་རུང་དེ་གང་དག་ད་གནས་ཚུལ་འདི་ཚོ་ལ་ཡ་ཅིག་ང་ཚོ་མདུན་སྐྱོད་བྱེད་ཐུབ་ཡོད་ལ་ཅིག་ཨ་མི་རི་ཀའི་ཡོད་པའི་བོད་མི་ཚོའི་ལས་ལས་འགན་ཅིག་ཆགས་དེ་རུ་ཁོ་ཚོ་ལ་ཡ་ཅིག་གོ་སྐབས་ཅིག་ཡོད་སོ་སོའི་གྲོས་ཚོགས་འཐུས་མི་ལ་འབྲེལ་བ་གནང་ཆེད་གྲོས་ཆོད་གྲོས་འཆར་བཞི་སྟོང་བརྒྱད་བརྒྱ་ལྔ་བཅུ་ང་གཅིག་ལ་རྒྱབ་སྐྱོར་གནང་དགོས་ཀྱི་ཡོད་ཟེར་ཡ་དེ་འདྲས་ཅིག་ཕར་འབྲེལ་བ་གནང་བས་ན་དེ་ཁྱད་པར་ཅིག་འགྲོ་གི་རེད་བསམ་གི་འདུག་དཔེར་ན་ཁེ་ས་ཁེ་ས་རྒྱབ་སྐྱོར་གནང་མཁན་གསུམ་ད་རིང་ཉི་མ་གཅིག་ནང་ལ་རྒྱབ་སྐྱོར་གནང་མཁན་གཉིས་ཐོད་པ་ཆགས་བསྡད་ཤག་ད་དེ་འདྲ་ཡིན་དུས་ཉིན་རེ་ཉིན་རེར་རྒྱབ་སྐྱོར་གནང་མཁན་མང་དུ་ཆགས་པས་ན་ཤུགས་མ་གཏོགས་ཀྱི་གྲོས་ཚོགས་ནང་ལ་བྱུང་མཁན་ཁོ་ན་ཚོས་མང་ཚོགས་ཨ་རིའི་མང་ཚོགས་ཀྱི་འདོད་པ་དེ་འདི་ཡོད་པ་ཅིག་མཐོང་པ་ཡིན་ན། བོད་ཐོག་དོ་སྣང་གནང་མཁན་དེ་ཚོས་ཨ་ཅང་ཅང་བོད་ཐོག་དོ་སྣང་མ་གནང་ནས་སོ་སོའི་གི་ད་འོས་ཤོག་གི་ཐོག་ལ་གལ་ཆེན་པོ་བརྩི་མཁན་དེ་ཚོས་ཨོ།

བསྐྱར་བཅོས་ཡིན་ནའི་དུས་དང་མཚུངས་པ་ཅིག་བཟོས་ཐུབ་ཡག་དེ་གྲོས་ཚོགས་འཐུས་མི་ཁོ་ན་ཚོས་བཀའ་མོལ་གནང་དགོས་ད་ང་ཚོའི་སྒྲིག་འཛུགས་ཀྱི་བདེན་རྫུན་ཐོག་ལ་ཅིག་འབོད་སྐུལ་གནང་བ་དང་བདེན་རྫུན་ཡིན་ན་དེ་སྒྲིག་འཛུགས་ཀྱི་འོས་ཀྱི་མཚམས་པས་ཅིག་དེ་ཅིག་གཟིགས་མི་ཐུབ་དགོངས་པ་བཞེས་ཆོག་ཅིག། ལོ་ལོ་ཟོ་ཆུང་ལ། ཨ་དེ་ནས་བཀའ་འདྲི་ཅིག་འདི་ཞུ་འདོད་བྱུང། ད་མི་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ཡག་ཐག།

སྣེ་ཁྲིད་པའི་མང་པོ་ཞིག་གིས་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ཡིན་ནའང་ཡིན་གཅིག་དམིགས་བསལ་གྲོས་འཆར་བཞག་ལ་སོགས་པའི་རྒྱབ་སྐྱོར་གྱི་རྣམ་པ་གསལ་བོ་ཞིག་བཏོན་ཡོད་ར་ཆ་ད་རིང་འདིའི་ལས་རིམ་འདི་དང་འབྲེལ་བ་ཆགས་པ་ཡིན་ཙང། ཉིས་སྟོང་དགུའི་ལོ་ལ་ཡང་གྲོས་ཚོགས་ནང་ལ་ཡང། Congressman Jim McGovern གྱིས་གཏམ་བཤད་གནང་བ་ཐུང་ཐུང་ཅིག་གསན་རོགས་གནང་ཞུ་གི་ཡིན།

སྤྱི་ཡོངས་ཀྱི་གཞུང་དང་མི་དམངས་ཀྱི་རྒྱབ་སྐྱོར་ཡོད་པ་དེ་ང་ཚོ་བོད་པ་ཚོས་རོབ་ཚོད་ཏན་ཏན་ཤེས་བསྡད་ཡོད་རེད། ཡིན་ནའི་གྲོས་ཚོགས་ནང་ལ་ཡག་ཆ་དེ་སྔ་ནང་བཞིན་གྱི་དངོས་གནས་གར་སོར་བ་ད་ཧ་ཅང་གི་བོད་པའི་ཐོག་ལ་ཡ་གར་སོར་ཀླད་པ་ཁྲག་པོ་ཞུ་ནའི་རེད། ཞེ་དྲག་གི་ཡིན་ནའི་དགའ་ཞེན་བརྩེ་ཞེན་ཐོག་ནས་རྒྱབ་སྐྱོར་ནང་ལ་ཡ་ཤུགས་རྒྱག་མཁན་དེ

ཨ་རིའི་གྲོས་ཚོགས་དང་ད་ཨ་རིའི་ཆབ་སྲིད་ཀྱི་འགྲོ་ལུགས་ཐོག་ནས་གནས་ཚུལ་ཅིག་ག་རེ་ཡོད་ཞུས་པ་ན་གྲོས་ཚོགས་འཐུས་མིའི་ནང་ནས་ད་ཅི་ངས་གོང་དུ་མ་ཤི་འདྲེ་བཤད་འཁྱུག་ཞུས་པའི་གནད་དོན་གང་ཞིག་ལ་ཅིག་དོ་སྣང་གནང་ཡ་རྒྱུ་གན་རྙེད་ཆགས་དེ་རེད་གཅིག་གྲོས་ཚོགས་འཐུས་མི་གང་རུང་ངོ་སོ་སོའི་སྒེར་གྱི་ཐོག་ནས་ཅིག་ཐུག་ན་གྲོས་ཚོགས་ཙམ་མ་རེད་ད་ཆབ་སྲིད་པ་དཔེར་ན་ད་ལྟའི་ཆ་ལ་སྲིད་འཛིན་ཨོ་བྷ་མ་ལྟ་བུ་ཡིན་པས་ན་ཁོ་རང་སྐུ་སྒེར་ཐོག་ནས་རྒྱ་བོད་རིན་པོ་ཆེ་དང་བོད་ཀྱི་གནད་དོན་ཐོག་ལ་ཐུག་སྣང་ཡོད་པ་ཅིག་ཆགས་དེ་རེད་དེ་འདྲའི་རིགས་ཅིག་ཁོ་ཚོས་མུ་མཐུད་ནས་ཅིག་གནང་དགོས།

ཕལ་མོ་ཆེ་གི་དེ་རྒྱབ་སྐྱོར་གནང་ཡོད་ཡིན་ནས་ཕལ་མོ་ཆེ་ཁོ་ནང་དུ་ཚང་མ་བོད་མི་ནུས་སྟོང་ལ་སུ་སུ་སྐུ་སྒེར་ཐོག་ནས་ཐུགས་ཁུར་བཞེས་མཁན་རེད་ཞུས་ན་འདི་ཁག་པོ་ཆགས་ཐལ། ཡིན་དུས་གནས་ཚུལ་དེ་ཚོ་ཚང་མ་འདྲེས་བྱས། ཡིན་དུས་ད་ལྟའི་ཆ་ལས་ནས་གྲོས་ཚོགས་ནང་ལ་དཔེར་ན་ང་ཚོས་གྲངས་ཀ་བརྒྱབ་ནས་དོ་དགོང་སུ་ཡོད་རེད་ཞུ་ཐུགས་ཁུར་མ་རེད་དེ་གནས་བོད་གནས་ཚུལ་ག་རེ་གནས་བྱུང་པ་ཡིན་ནས་རྒྱབ་སྐྱོར་གནང་མཁན་མང་པོ་ཡོང་དགོས་རེད། ད་འདི་མུ་མཐུད་གནས་ཡག་ཏུ་བས་ལ།

ཨ་རིའི་གཞུང་ངོས་ནས་འདི་ངོས་འཛིན་ཞུས་བྱས་དེའི་འབྲེལ་བ་ཞུ་གི་ཡོད་རེད་ཡིན་ནས་དེའི་སྐབས་ལ་མིན་ཨ་རིའི་དོན་གཅོད་ཁང་ལས་འབྲེལ་བ་ཡོད་རེད་ད། ད་ལྟའི་ཆ་ལ་དམིགས་བསལ་སྐུ་ཚབ་མེད་པ་ཆད་ཨ་རིའི་དོན་གཅོད་ཁང་རང་གཅིག་ཨ་རིའི་གཞུང་མཉམ་དུ་འབྲེལ་བ་ཞུ་ངེས་ཡིན་དུས། ད་ལྟའི་ཆ་ལ་ངའི་ཧ་གོ་ཡས་ལ་ཨ་རིའི་ཕྱི་སྲིད་ལས་ཁུངས་ཡིན་པ་ཡིན་ནས། ཨ་རིའི་སྐུ་ཚབ་དོན་གཅོད་ཁང་ལས་འབྲེལ་བ་ཞུ་ཡས་དེ་ད། བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་ཡིན་པ་དེ་ལ་ཅིག་ངོས་འཛིན་གནང་པའི་དྲིལ་བསྒྲགས་ཆེད་འབྲེལ་བ་གནང་རྒྱུ་ཡིན་དུས་སྐུ་ཚབ་དོན་གཅོད་ཁང Washington DC ལ་སྤོས་པ་དག་རང་གི་སྐུ་ཚབ་དོན་གཅོད་གཙོས་པའི་ཁོ་ན་ཚོ་ལས་བྱེད་གཙོས་ཀྱི་ཉིན་རེ་ཉིན་རེའི་ཐོག་ནས་ཨ་རིའི་སྲིད་གཞུང་དང་གྲོས་ཚོགས་མཉམ་དུ་འབྲེལ་བ་གནང་ཡ་དེ་དེ་སྔ New York ནས་གནང་མ་ཐུབ་པ་ཅིག་དེར་གནང་ཐུབ་ཡ་ཅིག་ཆགས་ཏེ། ལོ་ལོ་སོ་བྱུང་ལ་ཨེ་ལས་རིམ་དུས་ཚོད་ཀྱི་དུས་ཚོད་ཀྱི་མི་དེ་མཚམས་འཇོག་ཞུ་ཡིན་ཨེ་ནི།

བར་ལམ་ནས་ཡང་སྐུ་མདུན་གྱི་སྲིད་དབང་འདོར་བ་དང། ཨེ་ནི་ཡང་བོད་པའི་སྤྱི་ཚོགས་ནང་ལ་ཡིན་ན་ཡང། ད་ལྷ་མོ་མིའི་སྲིད་བྱུས་ལག་ལེན་མ་འཁེལ་བའི་རྒྱུ་མཚན་ལ་བརྟེན་ནས་ཡང་རང་བཙན་འཐབ་རྩོད་ཟེར་སྐད་རྒྱལ་ལ་སོགས་པ་དང་ང་ཚོའི་བོད་པའི་ནང་ལ་དམངས་གཙོའི་ལམ་སྲོལ་གཞི་བཟུང་གི་བསམ་ཚུལ་དེ་འདྲ་ཏན་ཏན་ཡོད་རེད་དེའི་རྒྱུ་མཚན་ལ་བརྟེན་ནས་གཞུང་གིས་དགོངས་བཞེས་གནང་ཕྱོགས་ལ་ཏན་ཏན་ཁྱད་པར་ཡོད་ཆོག་ད་རྒྱལ་སྤྱིའི་བོད་དོན་ལས་ཁུངས་ཀྱི་ཕྱག་ལས་གནང་ཕྱོགས་ལ་ཡང་བར་ལམ་བོད་པའི་ནང་ཁུལ་གྱི་ད་དཀའ་རྙོག་ཞུ་ནས་མི་འདུག་དེ་འདྲའི་གནས་ཚུལ་དེ་འདྲའི་གིས་རྒྱལ་སྤྱིའི་བོད་དོན་ལས་ཁུངས་ལ་ཡང་ཕྱག་ལས་གནང་སྟངས་ལ་ཡང་བར་ཆད་འདྲ་ཡོང་གི། བར་ཆད་ཡོང་གི་ཡོད་པ་ངས་ཞུ་ཡ་མེད། གང་ལྟར།

བོད་མི་ཡིག་འདོད་དོན་དང་བོད་མི་ཡིག་གི་ཅིག་སྒྲིག་འཛུགས་ཀྱི་དགོངས་གཞི་དེ་ལ་ག་རེ་ཡིན་མེད་དེ་ལ་ང་ཚོས་གང་ཐུག་ཐུག་གིས་ཅིག་རམ་འདེགས་ཞུ་ཡ་དང་ཕྱག་རོགས་ཞུ་ཡ་དེ་ང་ཚོའི་ལས་འགན་དེ་མུ་མཐུད་ཆགས་བསྡད་ཡོད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བོད་ལྗོངས་ཚེ་རིང་ལགས་ཨིན་ང་ཚོའི་ལས་རིམ་ཐོག་ལ་ཡ་ཐད་ཀར་ཕེབས་ལ་ཡ་ཐུགས་རྗེ་ཞུ་རྒྱུ་དང་ཨིན་ཨ་མི་རི་ཀའི་གྲོས་བསྡུར་ནང་ལ་ཡ་དང་གྲོས་ཆོད་ཡོད་པ་དེ་ལམ་ལྷོང་ཡོང་བའི་རེ་འདུན་ཞུ་རྒྱུ་བཅས་ཨིན་དེ་རིང་གི་ལས་རིམ་དེ་མཚམས་འཇོག་ཞུ་གི་ཡིན་བོད་ལྗོངས་ལ་བསྐྱར་དུ་ཕེབས་ལ་ཐུགས་ཆེ་ན།